ཅིག་གི་བླ་མ་དང་ད་མཁས་པ་མང་པོ་ཞིག་གི YouTube ནང་ལ་བཀའ་སློབ་མང་པོ་ཞིག་གནང་བསྡད་ཀྱི་ཡོད་རེད་ཡིན་ན་ཡང་ཁོང་རྣམ་པ་ཡོངས་རྫོགས་པ་ཐམས་ཅད་ལ་རྒྱུགས་འཕྲོ་ཟུང་འབྲེལ་གྱི་ངོ་ནས་ཡིན་དེ་འདྲ་ཡིན་པའི་སྐབས་སུ་དེ་ནི་ང་དང་ང་འདྲ་བ་སློབ་སྦྱོང་མེད་སྐྱོང་ཐེབས་ཆག་དེ་འདྲས་ཅིག་ལ་ཁ་ཅིག་ཁ་ཅིག་ད་ཅིག་གི་ལས་དང་སྨོན་ལམ་གྱི་འབྲས་བུའི་ངོ་ནས་ཕན་ཐོགས་སྲིད་པ་རེད་དེ་འདྲ་ཡིན་པའི་སྐབས་དེ་འདྲའི་རྒྱུ་རྐྱེན་ལ་བརྟེན་ནས་ད་ཚིག་ཁ་གཉིས་གསུམ་ཅིག་མ་ཞུ་ཡ་བྲོ་བྱ་ཤེས་ཤིག་ཡིན་ཐོག་མར་དུ་ད་ཆོས་སྐོར་དེ། མ་ཡིན་པར་མི་ཚེ་སྐྱིད་པོ་ཡོང་ཡག་གི་ཁྱིམ་ཚང་སྐྱིད་པོ་ཡོང་ཡག་གི་ཆེད་དུ་ཐོག་མར་དེ་དེ་འདྲི་ཞིག་ཅིག་ཞུ་བ་དྲན་བསྡད་ཡོད། དེ་ཁྱིམ་ཚང་དེ་ང་ཚོ། སྐྱིད་པོ་ཡོང་ཡག་གི་ཆེད་དུ་གཙོ་བོ་དེ་དེ་ནས་ད་ཅིག་ཁྱིམ་ཚང་དེ་ཆེ་བཟའ་ཚང་དེ་མཐུན་འབྲེལ་དགོས་དགོས་དེ་དཔེ་གལ་ཆེན་པོ་ཅིག་ང་རང་གིས་ཡང་མཐོང་གི་ཡོད། ཁྱིམ་ཚང་ཡ་རབས་ཅན་གྱི་ཁྱིམ་ཚང་ཞིག་ཡོད་ན། དེ་ནས་ང་ཚོ་སྤུ་གུ་ཡིན་ན་ཡ་རབས་ཅན་ཅིག་སེམས་བཟང་ཅན་ཅིག་ཕྱིར། དེ་ནི་སངས་རྒྱས་ཀྱི་ནམ་བཟའ་འཁོན་པ་ཞིག་ཡིན་ན་ཡང་ཅིག་མཆོད་པ་ཡང་དག་པ་ཞིག་ཆགས་ཡ་ཞིག་ཅིག་ལམ་བསླབ་པ་གསུམ་ལ་སྐྱོན་གྱིས་མ་གོས་པ་ཅིག་ལག་ལེན་བསྟར་ཡ་དང་དེ་འདྲ་ཡོང་དགོས་བ་རེད། ཁྱིམ་ཚང་ཡ་རབས་ཅན་གྱི་ཁྱིམ་ཚང་ཅིག་མེད་བ་ཞིག་ཡིན་ན་ཕ་མ་ཡ་རབས་ཅན་ཨ་མ་ཡ་རབས་ཅན་ཅིག་མེད་བ་ཞིག་ཡིན་ན་དེ་ནས་ཡིན་ཅིག། ཅིག་སྤུ་གུ་ཡིན་ན་ཅིག་སྤྱོད་པ་ངན་པ་འགྲོ་བ་ཞིག་ཡིན་དེ་འདྲའི་སྒང་ལ་ཡོང་སྡིག་གི་རེད་བ་དེའི་ཡོན་ཡ་རྒྱུ་མཚན་ག་རེ་ལ་ན་ང་ཚོས་ཀྱི

ཧཱུྃ། འཚེ་བ་མེད་པ། ཆོས་ལ་ཡ་དེ་འཚེ་བ་མེད་འཚེ་བ་སྤང་ཡ་རོག་ད་འཚེ་བ་མེད་པ་ཅི་འདི་བྱེད་ཡང་ཡ་གི་ཆེད་དུ་གཙོ་བོ་ང་ཚོ་སེམས་ཞི་དུས་ཡང་ཡ་གི་ཆེད་དུ་ད་ང་ཚོ་ཆོས་སྒྲུབ་གི་ཡོད་རེད་སྒྲུབ་ཤེས་པ་དེ་ང་ཚོ་གི་ཅིག་མིག་བཙུམ་སྒོམ་རྒྱབ་ཁ་འདོན་ཅིག་མང་པོ་བྱེད་སའི་རབ་བྱེད་ན་ད་ཅིག་དེ་ཚོ་གལ་ཆེན་པོ་རེད་ད་ཡང་གལ་ཆེན་པོ་རེད་ཅིག་ཐོས་བསམ་བྱས་དཔེ་ཆ་ཡག་པོ་ལྟ་སློབ་སྦྱོང་ཡག་པོ་བྱ་མི་ལ་ཡང་རབ་འབྲིང་ཐང་གསུམ་ཡོང་དགོས་རེད་བ་དེ་འདྲས་ཡིན་དེ་སློབ་སྦྱོང་ཡག་པོ་ཡོད་རྒྱུ་ཞིག་ཡིན་ན་ཅིག་རླབས་ཆེན་པོ་ཀྱི་ཞབས་ཕྱི་ཞུས་ཐུབ་ཡ་དང་རླབས་ཆེན་པོ་ཀྱི་བྱ་བ་སྒྲུབ་ཐུབ་ཡ་ཞིག་ཡོང་དགོས་བ་རེད་བ། དེ་འདྲའི་ཡིན་པའི་སྐབས་སུ་དེ་ནས་ཕ་མ་དེ་ཚོས་ཀྱི་ཅིག་ཁྱིམ་ཚང་གི་ནང་ཡང་ཅིག་ཡ་རབས་ཀྱི་ལྟ་བ་སྒོམ་པ་སྤྱོད་པ་གསུམ་ལ་ཡ་མ་འདྲེས་བ་ཞིག་བྱེད་དགོས་ཡ་དེ་གལ་ཆེན་པོ་ཞིག་ཆགས་འདུག་གི་ཡོད་བ་རེད། འདི་ནང་བཞིན་གྱི་དེ་ནས་ཁྱིམ་ཚང་ཞིག་གི་ནང་ཡང་དེ་ནས་ཅིག་མི་ཡི་ནང་ཡང་ད་ཅིག་ང་ཚོ་རྒྱུད་དཔལ་འབྱོར་ཡི་ནང་རབ་འབྲིང་ཐ་གསུམ་ཡོང་དགོས་བ་རེད་མི་རྒྱུད་ཕྱུག་པོ་ཡོད་རེད་འབྲིང་འབྲིང་ཡོད་རེད་ཐང་མ་ཡོད་རེད་དེ་འདྲའི་ཡིན་པའི་སྐབས་སུ་སྤྱིར་བཏང་གི། སྤུ་གུ་དེ་ཚོ་གི་མི་ཚེ་དེ་ལ་སློབ་སྦྱོང་དེ་ཡག་པོ་ཞིག་དེ་གནང་དགོས་ཡས་དེ་ཕ་མ་གི་བུ་བུ་ཕྲུག་ལ་རྒྱབ་སྐྱོར་ཡང་པོ་ཡག་པོ་བྱེད་དགོས་ཡས་དེ་དཔེ་གལ་ཆེན་པོ་ཞིག་ངས་མཐོང་གི་ཡོད་རེད་བ་ལ་དེ་འདྲའི་འདའི་སྐབས་སུ་དེ་ནི་སྤུ་གུ་དེ་ཚོ་གི་མི་ཚེ་ལ་རྒྱབ་སྐྱོར་ཕུན་སུམ་ཚོགས་པོ་གནང་རོགས་བྱས་ཚེ་ཕ་མ་དེ་ཚོ་ལ་རེ་བ་དེ་ཞུ་གི་ཡིན་རེད་བ་དེ་ནས་ཕ་མ་དེ་ཚོ་གི་ཡང་སྤུ་གུ་ལ་རྒྱབ་སྐྱོར་བྱས་སློབ་སྦྱོང་ཡག་པོ་བྱང་རྒྱབ་སྐྱོར་བྱས་ཅིག་འཇིག་རྟེན་གི་ཡ་རབས་ཀྱི་སྤྱོད་བཟང་དེ་ཚོ་ཡིན་ན་ཕ་མ་དེ་ཚོ་ཡིན་ན་ཅིག་ནང་འཛིང་ཙི་ཙི་ཆགས་ཀྱི་ཡོད་རེད་ཆགས་ཀྱི་རེད་དེ་འདའི་འདའི་སྐབས་དེ་ཚོ་ལ་ཅིག།

སྤུ་གུ་འདམ་ལ་ལ་དེ་འདྲས་ཀྱི་འཁྲུག་པ་ཞིག་བརྒྱབ་བཞག་པ་ཞིག་ན་སྤུ་གུ་སེམས་འདྲེ་ཆགས་སྤུ་གུ་སེམས་འདྲེ་ཆགས་ག་ཚོད་དེ་ནི་སྤུ་གུ་ཡིས་སློབ་སྦྱོང་བྱ་ཡས་ཀྱི་འདོད་པ་དེ་ཕུན་སུམ་ཚོགས་པ་ཡོང་དགོས་མ་རེད་གར་གྱི་ལ་ན་ཕ་མ་གཉིས་འཁྲུག་པ་རྒྱག་བསྡད་ཀྱི་འདུག་དེ་ནས་བསམ་གི་ཡང་ཕར་ནང་ལ་སླེབས་གི་ཕ་མ་གཉིས་འཁྲུག་པ་རྒྱག་གི་རེད་བ་བསམ་ནས་སེམས་པ་སྡུག་བསྔལ་བྱུང་གི་རེད་སྡུག་བསྔལ་བྱུང་གི་སྤུ་གུ་སློབ་སྦྱོང་བྱ་ཡས་ལ་དོ་སྣང་དེ་ཞི་ར་ཤུགས་ཆེན་པོ་སླེབས་ཐུབ་གི་མ་རེད་ག་རེད་གྱི་ལ་ན་ཕ་མ་གི་སྤུ་གུ་ཕ་མ་ལ་བརྩེ་བ་ཡོང་དགོས་རེད་བརྩེ་བ་ཡོད་ག་ཚོད་ཡང་ཁ་ཅིག་གི་ཁྱོ་ག་ཁ་ཅིག་སྐྱིད་མི་ལ་སྡུག་ཡ་ལ་སོང།

གནོད་སྦྱིན་ཆེན་པོ་ཆགས་ཀྱི་སྐབས་སུ་དེ་ནས་སྤུ་གུ་ལ་སློབ་སྦྱོང་བྱ་དཀའ་ལས་ཁག་པོ་ཆགས་ཀྱི་རེད་ཟེར་རེ་བ་ཞུ་ཡིན་དེ་འདྲའི་འདའི་སྐབས་སུ་ད་ཅི་ཟ་ཚང་ལ་ཅི་གི་རེད་ཆོས་ཐམས་ཅད་གཏན་ནས་བསྟན་བཅོས་ཡང་བཟང་པོ་ཡོང་རོགས་ངན་པ་ཡོང་དགོས་རེད་དེ་འདྲའི་སྐབས་དེ་ལ་ཅི་སྤུ་གུ་འགྲམ་དེ་ལ་རྩ་བ་ཉིད་ནས་འཁྲུག་པ་མ་རྒྱག་རོགས་གནང་ཟེར་རེ་བ་ཞུ་ཡིན་རེ་བ་དེ་འདྲའི་སྐབས་སུ་སྤུ་གུ་ཡིན་ན་སློབ་སྦྱོང་བྱ་ཡག་ལ་ཅིག་སེམས་ལྷོད་ལྷོད་ཡོང་ཡག་གི་རྒྱུ་རྐྱེན་ཅིག་ཆགས་ཀྱི་རེད་དེ་འདྲའི་འདའི་ཁྱིམ་ཚང་གི་ད་ཅིག་ནང་ལོགས་ལ་ཁྱིམ་ཚང་བདེ་སྐྱིད་ཕུན་སུམ་ཚོགས་པ་ཡོང་ཡག་དང་གཙོ་བོ་དེ་ནང་བཞིན་གྱི་དེ་ནི་མི་ཚེ་སྐྱིད་པའི་ཉི་མ་ཤར་བ་དང་དགའ་བའི་རྟེན་འབྲེལ་བསྒྲིག་ཡག་གི་ཆེད་དུ་དེང་སང་གི་དུས་རབས་དེ་སློབ་སྦྱོང་མེད་པ་ཞིག་ཡིན་ན་གཅིག་གི་ཁ་ལག་རུ་རྨ་ཞིག་དོན་དགོས་མི་ཚེ་འདི་ཚང་མེད་པར་འགྲོ་བ་ཞིག་ཆགས་འགྲོ་གི་དེ་འདྲའི་ཡིན་ཏེ་སྐབས་སུ་རང་གི་མི་ཚེ་འདི་ལ་ཤ་ཚ་ཅིག་དང་རང་གི་མི་ཚེ་དང་བརྩེ་བ་ཞིག་བཞག་ནས་ཕ་མ་དེ་ཚོས་ཀྱི་ནི་སྤུ་གུ་ལ་སློབ་སྦྱོང་ཡག་པོ་སྤྲད་ཡག་དང་དགེ་རྒན་དེ་ཚོས་ཀྱི་ཡིན་ན་ཡང་གཅིག་སློབ་ཕྲུག་དེ་ཚོ་ལ་སློབ་སྦྱོང་ཕུན་སུམ་ཚོགས་པ་སྤྲད་ཀྱི་གནང་ཐུབ་ན་དཔེ་མི་ཚེ་གི་ཟླ་གཅིག་གི་གནང་རོགས་བྱས་ཟེར་རེ་བ་ཞུ་ཡས་ཡིན་རེད་བ། དེ་འད་ཡིན་དེ་ག་རེ་བྱས་ན་ང་རང་སློབ་སྦྱོང་ཞིག་འདྲ་ཡོད་མ་རེད་དེ་འད་ཡིན་དེ་ག་སློབ་སྦྱོང་མེད་པའི་གིས་སྡུག་བསྔལ་མང་པོ་ཞིག་མཐོང་པའི་རྒྱུ་རྐྱེན་ལ་བརྟེན་ནས་དེ་རིང་འད་ངས YouTube གི་ནང་ལོག་ལ་ད་ང་རང་གི་སྡུག་བསྔལ་འདི་ད་བྱུང་བ་བྱུང་ཚར་རེད་ད་ཡིན་ན་ཡང་བྱུང་ཚར་རེད་ཡིན་ན་ཡང་ཅེས་འདི་ལ་ཐབས་དང་ཟུང་འབྲེལ་གང་འདུག་བྱེད་ཀྱི་ཡོད་དེ་ཡང་ད་ཅིག་ག་ལ་འོ་རེད་ག་ལ་ག་གོ་སེ་འདུག་ཡ་རེད་བ་ལོ་ཆུང་དུས་སྐབས་སུ་ད་ཅིག

ཉམས་ལེན་ག་ལེ་ག་ལེ་ག་ལེ་བྱེད་ཡུལ་རེད་མ་གཏོགས་ཅིག་མཛེབ་དེབ་ཅིག་ལ་ཅིག་བླ་མ་འགོག་མེད་ཀྱི་དམ་རྣམ་ཐར་དེ་ཚོ་ནང་བཞིན་གྱི་ཅིག་ཚེ་གཅིག་ལུས་གཅིག་ལ་མངོན་པར་རྫོགས་པའི་སངས་རྒྱས་ནི་འདི་ནང་བཞིན་གྱི་དཀའ་བ་སྤྱད་ཐོས་དིང་སང་དུ་རག་ལ་ག་ལེ་ཁག་པོར་དེ་འདྲའི་ཡིན་ན་ངན་སོང་གསུམ་ལ་སྐྱེ་མ་ཐུབ་པར་ཐབས་ལམ་ཅིག་སྟོན་ཐུབ་ན་ད་ཆོས་པའི་ནང་ལ་ནི་ཨང་ཀི་དང་ཤུགས་འདིའི་རང་བར་ཆགས་ཀྱི་ཡོད་ས་དྲན་གྱི་ཡོད་རོགས། དེ་འདྲའི་ཟླའི་སྐར་ཚོ་ད་ངེད་ཀྱི་སློབ་སྦྱོང་དུ་གལ་ཆེན་པོ་ཡིན་པ་དགོངས་བཅིངས་ཞུས་ཡོད་དེ་འདྲའི་ཟླའི་སྐར་ཚོ་དེ་ནི་ཁྱིམ་ཚང་དེ་ཚོ་མཐུན་འབྲེལ་གནང་རོགས་བྱེད་སའི་རེ་བ་ཞུ་ཡང་རེ་བ་ཁྱིམ་ཚང་དེ་ཚོ་འཕྲུལ་འབྲེལ་དང་ད་འཆམ་པོ་དང་དེ་འདྲའི་ཡག་པོ་ཡོད་ན་སྤུ་གུས་ནས་ཡ་རབས་ཅན་གྱི་སྤྱོད་བཟང་ཅན་གྱི་ཆགས་ཀྱི་རེད་སྤྱི་དང་ང་ཚོས་ཀྱི་མི་ཡི་རབས་འབྲིང་ཐ་གསུམ་ཡོང་བར་མི་རྒྱུད་ཕྱུག་པོ་རེ་ཡོད་ན་ཕྱུག་པོ་ཁོ་རང་གིས་ཁོ་རང་ཚིག་ངན་མིག་གི་བསོད་ནམས་མི་ལས་ཀྱི་ད་ཅིག་ཚོགས་བསོད་ནམས་བསགས་པའི་གྱི་སྦྱིན་པ་བཏང་པའི་རྒྱུ་རྐྱེན་ལ་བརྟེན་ཏེ་ད་ལྟ་དེ་ལ་ཆུ་རྒྱུ་ཕྱུག་པོ་དཔའ་འབྱོར་ཕུན་སུམ་ཚོགས་པ་བྱུང་བ་རེད་དེ་འདི་འདྲའི་སྐབས་སུ་ཐག་འབྲིང་ཅིག་ཡིན་ན་ཁོ་ཚེ་ངན་སྨྲས་ཀྱི་དང་ཅིག་གི་ཁ་ལ་བ་ཞིམ་པ་འབྲིང་འབྲིང་ཅིག་བཏང་པའི་རྒྱུ་རྐྱེན་ལ་བརྟེན་ནས་དེ་ན་ང་ཚོ་ཅིག་ཟ་ཟས་ཅིག་མཐུན་རྐྱེན་འདུ་འཛི་མེད་ཁྲིམས་སེར་ཅིག་ལ་གོ་ར་ད་འབྲིང་འབྲིང་ཞིག་ཡོང་དགོས་བ་རེད་དེ་ན་ཐག་མ་དེ་ཅི་ཡང་མེད་པ་དེ་རྒྱུ་རྐྱེན་ག་རེ་ལ་ན་ད་ཅིག་གི་རབ་འབྲིང་ཐག་མ་ལ་ཡི་ཁར་ཐག་མ་ཅི་ཡང་མེད་པ་དེ་རྒྱུ་རྐྱེན་ག་རེ་ཆགས་དགོས་བ་ལ་ན་ཡང་ཆགས་ཆོས་པ་མ་བོ་ལ་སོ་སྦྱིན་པ་ལ་སོ་མ་བཏང་པའི་རྒྱུ་རྐྱེན་ལ་བརྟེན་ནས་དཔང་པོ་ཆགས་པ་རེད་ཨོ་དེ་འདྲའི་ཡིན་པའི་སྐབས་སུ་ང་ཚོ་ཅི་ལྟར་མི་འཇིག་རྟེན་འདི་ནང་ལ་རབ་འབྲིང་ཐ་གསུམ་ཡོད་རེད་དེ་འདྲའི་ཡིན་པའི་སྐབས་སུ་གཅིག་གིས་རང་གི་གཅིག་རྒྱུ་རྐྱེན་དཔའ་འབྱོར་ལ་བརྟེན་ནས་དེ་ནི་སྤུག་ལ་ཕ་མ་དང་དཔའ་བ་དང་ཨ་མ་གཉིས་ཅག་གིས་དེ་ནི་རྡོག་སེལ་གཅིག་སྒྲིལ་གྱི་སྒོ་ནས་སྤུག་གི་མི་ཚེ་དེ་བ་སོག་འབྱུང་ཕུན་སུམ་ཚོགས་པ་གནང་དགོས་དེ་གལ་ཆེན་པོ་རེད་ཟེར་ནས་རེ་བ་ཞུ་ཡས་ཡིན་རོ་ཨ་དེ་འདྲའི་ཡིན་པའི་སྐབས་ན་མེ་ཏོག་གང་ལ་བབས་པའི་གཙུག་རྒྱན་ཟེར་ལ་ནི་སློབ་སྦྱོང་དེ་བོད་སྐད་ཆེན་པོ་རེད། འདི་ནི་སྤུ་བོའི་སློབ་སྦྱོང་ཕུན་སུམ་ཚོགས་པོ་ཡོང་བའི་འདི་ནི་ཁྱིམ་ཚང་མཐུན་སྒྲིལ་ཡག་པོ་ཡོང་ན་སྤུ་བོའི་ནང་སེམས་པ་སྐྱིད་བོ་ཡོང་གི་རེད་སྤུ་བོའི་ནང་སེམས་པ་ཞི་བདེ་ཡོང་གི་རེད་སྤུ་བོའི་ནང་སྤུ་བོ་ཆུང་དུས་སྐབས་སུ་སུ་ཞིག་ནང་དགའ་བ་སྤྲོ་བ་བྱས་ཏེ་སྐྱིད་བོ་བྱས་ཏེ་བསྡད་ཅིག་སེམས་པ་གཏིང་གི་བ་སྡུག་པོ་ཞིག་ཐོན་གི་རེད་སྤུ་བོ་དང་རྣམ་འགྱུར་དེ་འདྲ་སྡུག་ཅག་ཆགས་འགྲོ་གི་རེད་དེ་འདྲའི་ཡིན་པའི་སྐབས་སུ་ངའི་མི་ཚེ་འདི་དང་མི་ཚེ་འདི་ནང་ལ་ད་ནི་ད་ཅིག་སློབ་སྦྱོང་གལ་ཆེན་པོ་ཡིན་པ་སློབ་སྦྱོང་འདི་དེ་ནི་ཕུན་སུམ་ཚོགས་པོ་སྦྱང་དགོས་ཡ་དང་སྤུ་བོ་དེ་འདྲ་སློབ་སྦྱོང་གནང་དགོས་ཡ་དེ་གལ་ཆེན་པོ་རེད་ཟེར་རེ་བ་ཞུ་ཡ་དེ་འདྲའི་ཡིན་པའི་སྐབས་སུ་ད

དེ་ནས་ང་ཚོས་ནང་པ་སངས་རྒྱས་པའི་གང་ཟག་ཞིག་གཞན་ཕན་མི་འདོད་བྱམས་སྙིང་རྗེ་བྱང་ཆུབ་སེམས་དཔའ་རལ་གྲུ་གིས་སེམས་ཅན་ཐམས་ཅད་ལ་རང་གི་མ་ལྟ་བུ་ཡིས་བརྩེ་བ་དེ་བསྟན་ཐོས་ཡ་ལ་དཀའ་ལས་ཁག་པོ་བྱ་དགོས་པ་རེད། རང་གི་ཕ་མ་ལ་ཡང་ཅིག་ཕུན་སུམ་ཚོགས་པ་ཞབས་ཏོག་ཞུ་དགོས་ཡ་དེ་ཕ་མེས་ཀྱི་བུ་ཕྲུག་ལ་བརྩེ་བ་བུ་ཕྲུག་གི་ཕ་མ་ལ་བརྩེ་བ་ཕུན་སུམ་ཚོགས་པ་ཞིག་ཡོད་ན་དེ་ང་ཚོ་བརྩེ་བ་ལས་ཡག་པོ་རེད་བྱམས་པ་དང་བརྩེ་བ་ལས་ཀ་ཚོ་ཕ་མེས་ཀྱི་བྱམས་སྐྱོང་ག་འདྲས་སྐྱོང་དགོས་འདུག་འདི་ནང་བཞིན་གྱི་ང་ཚོས་སྐྱོན་གྱིས་མ་གོས་པ་ཅིག་ད་ལྟ་འདི་ཕ་མ་ཕ་མ་སྤུན་ཅག་ལ་དོན་དུ་བརྩེ་དུང་ཡག་པོ་ཡོད་པ་ཞིག་ཡིན་ན། དེ་ནས་ང་ཚོ་གིས་རེ་དྲུག་གི་སེམས་ཅན་ཐམས་ཅད་ལ་རྟ་ཐུལ་ཡ་ལ་རྒྱུ་རྐྱེན་གྱི་ཆ་གས་ར་བ་ནང་ལོག་ཕ་མ་དང་སྤུན་མཆེད་ཡ་ཐུ་ཚོར་མཐུན་འབྲེལ་བྱམས་པ་དང་བརྩེ་བ་མེད་པ་ཞིག་ཡིན་ན་དེ་ནི་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེ་ཐུབ་ཨ་དེ་ནས་ཁ་ཚིག་ཙམ་ཆགས་འགྲོ་དགོས་ཡོད་ས་རེད་དེ་འདི་ཡིན་དེ་ག་སོ་དེ་ཐོག་མར་དེ་ང་ཚོ་རླབས་ཆེན་པོ་ཞིག་ཟབ་པ་དང་རྒྱ་ཆེན་པོ་གི་སེམས་པ་མ་བཏང་བའི་དང་པོ་སེམས་པ་ཆུང་ཆུང་ནས་ལས་ཀ་ཆུང་ཆུང་ནས་རྒྱུ་ཕྱུག་པོ་འགྲོ་དགོས་རེད་མ་གཏོགས་ཕྱུག་པོ་ནས་དེ་ག་ལོག་པས

དེ་འདི་ཡོང་ཡས་ཀྱི་ཆེད་དུ་ང་ཚོ་ཐོག་མར་དེ་དེ་ནས་ཅིག་གི་ཟ་བ་དང་རྒྱ་ཆེན་པོ་ཀྱི་ངོས་ནས་མ་མ་བཤད་པ་བྱེད་ཀྱི་གཙོ་བོ་ཁྱིམ་ཚང་དེ་བཟའ་ཚང་ཡིན་ན་ཕ་མ་སྤུན་ཆགས་ཡོངས་རྫོགས་པ་ཐམས་ཅད་མཐུན་འབྲེལ་དེ་ནས་ཕ་མ་རྒྱན་གོས་འཆའ་བའི་སྐབས་སུ་དེ་ནས་ཅིག་ཕ་མ་ལ་ཞབས་ཏོག་ཕུན་སུམ་ཚོགས་པ་ཞུ་དགོས་ཡ་ར། དེ་ནས་ཞབས་ཏོག་ཕུན་སུམ་ཚོགས་པ་ཞུས་ན་རང་གི་བུ་ཕྲུག་གི་ཡང་རང་གི་སྤུ་བོ་དེ་ཚོ་གི་ཡིན་ན་ཕ་མ་ལ་བརྩེ་བ་དེ་ཡང་དེ་འདྲ་ཆགས་ཀྱི་རེད་རང་གི་ཕ་མ་འདི་ལ་ཡང་ཅིག་ཞབས་ཏོག་ཕུན་སུམ་ཚོགས་པ་ཞིག་མ་ཞུ་བ་ཞིག་ཡིན་ན་དེ་ནས

དྲིན་ཆེན་ཕ་མ་སློབ་སྦྱོང། སྤུ་བོ་དོན་འཛིན་ལ་ཕ་མ་དོན་འཛིན་གྱི་སློབ་སྦྱོང་ཕུན་སུམ་ཚོགས་པ་གནང་ཡ་དང་དེ་ནས་ཁྱིམ་ཚང་ཡོད་ན་མཐུན་འབྲེལ་བྱས་ནས་ཞུ་ཡ་དང་དེ་ནང་བཞིན་གྱི་དེ་ནས་གཅིག་ཕ་མ་དེ་ཚོ་རྒྱལ་མགོ་ཆེ་བའི་སྐབས་སུ་དེ་ནས་བུ་ཕྲུག་དེ་ཚོ་གྱི་དེ་ནས་ཞབས་ཏོག་ཕུན་སུམ་ཚོགས་པ་ཞུ་ཡ་དེ་གལ་ཆེན་པོ་རེད་ཟེར་རེ་བ་བཞིན་ཚང་མར་བཀྲ་ཤིས་བདེ་ལེགས་དེ་ནས་མཁས་པའི་བདག་ཉིད་ཆ་ཚང་བའི་རྒྱུགས་འཕྲོ་ཟུང་འབྲེལ་དང་ང་དང་ང་འདྲ་བོ་ཡང་ན་ཁ་ཅིག་ཁ་ཅིག་ལ་ཕན་ཐོགས་པའི་རེ་བའི་ངོས་ནས་དེ་དེ་རིང་དེ་གམ་འཇིག་ཡིན་དེ་དེ་ཡིན་དེ་ག་ཚང་མར་བཀྲ་ཤིས་བདེ་ལེགས།